དེ་ནས་ཉིན་གུང་ཙམ་ནས་ལྡི་ལི་གི་མེས་པོ་བུ་ཚོ་ཡར་འབྱོར་སོང་ཨ་ནི་ང་ཚོ་བུ་ཚོགས་ཀྱིས་ངལ་གསོ་རྒྱག་ས་ཅིག་ཡར་འདེབས་ཡིན། དེ་ནས་ཆུ་བརྒྱབ། དེ་ནས་སྐུ་གསུམ་ནག་པོ་བྱོན་རྗེས་མེས་པོ་བུ་ཚོ་ཞིང་ཕང་ཡར་ཕྱིན། དེ་ནས་མེ་འཁོར་དགུ་ཡུན་རིང་ལ་ཡར་པཱ་ལགས་ཀྱི་དཔེ་དེབ་ཀློག་སོང།

ནས་ཕྱོགས་བར་ན་སིལ་ཡག་འཇོག། ནི་ད་ལྟ་མཆོད་རྟེན་ཡག་འགྲོ་བཞིན་པའི་སྒང་རེད། དེ་ནས་ལམ་ཟུར་གྱི་གྱང་ལྟེ་བ་ཡང་རི་མོ་འདི་དང་འདྲ་བ་ཧ་ཅང་མང་པོ་འདུག་ཨ་ནི་འདི་གའི་སྒང་ག་ལོ་སངས་རྒྱས་ཀྱི་སྐྱེས་རབས་རེད་ཤག། མཆོད་རྟེན་མཆོག་གི་སྤྲོ་གསེར་ཁྲོམ་གཞུང་ཡག་སླེབས། ལམ་ཟུར་སྒང་ག་ལོ་ནི་ཁྲོམ་ཀྱང་ཉག་རེད་ཤག།

མཆོད་རྟེན་དར་མེད་ཀྱི་ཁོར་ཡུག་གི་ར་བའི་ནང་ལ་ཡང་དེ་སྔོན་གྱི་མཆོད་རྟེན་གྱི་གནའ་རྫས་མང་པོ་བཞག་འདུག། འདི་ནི་དེ་སྔོན་མཆོད་རྒྱལ་མྱ་ངན་མེད་ཀྱིས་བཞེངས་པའི་རྡོ་རིང་གི་ཤུལ་བཞག་ཅིག་རེད་ཤག། ས་ཆ་དེའི་ལེགས་ཆར་ལྷད་སྐྱེས་དུ་ཞུས་ན་ས་རག་ན་དང་བོད་སྐད་དུ་ཁབ་ཐུག་གྱུར་ན་རི་དྭགས་དགུན་འབུ། ཕྱིས་སུ་འདྲ་མཉམ་ལྡན་མི་ཚོས་སར་ནག་ཅེས་འབོད་ཀྱི་འདུག། ས་ཆ་དེའི་མིང་བཏགས་པའི་རྒྱུ་མཚན་གཙོ་བོ་དེ་ཡང་དེ་སྔོན་རི་དྭགས་གྱོང་སྤུར་གྱིས་ཤ་བ་མང་པོའི་ཚེ་སྲོག་བསྐྱབས་ཡ་ཆེད་དུ་ཡ་གྱལ་པོ་ལ་ཡང་སྙན་གསེང་ཞུས་ཆེད་དེ་འབྲེལ་གྱི་དྲུང་ཞོ་རུ་བ་དེ་ནས་བྱུང་རེད་ཤག། དེ་ནི་བྱིན་རླབས་ཆེ་བའི་མཆོད་རྟེན་དམ་མི་དཀར་རྗེས། མཆོད་རྟེན་གྱི་ངེས་ཚིག་ལ་ཡང་དེ་སྔོན་གྱི་གནའ་རྫས་མང་པོ་འཇིག་ཏུ་ཟད་བཟོ་ཉར་བྱས་པའི་འགྲེམས་སྟོན་ཁང་ཞིག་ཡོད་རེད།